ཨོ། དེ་ནས་བཅོས་འགྲོ་མི་འགྲོ་གསལ་འབྱོར་ཁ་ཅིག་ཞུས་པས་ན་དེ་ད་ལྟའི་བྱང་ཀོ་རི་ཡ་གི་དེ་རིང་འདུག་ས་རེད་ས་ཕུ་ཕུ། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཡར་དམག་གིས་རུལ་དྲི་ཆེན་པོ་ཞིག་བྱས་ཡོད་པ་འདྲ་དེའི་སྐབས་སུ་ད་ལྟའི་བྱང་ཀོ་རི་ཡ་གི་འགོ་ཁྲིད་ཀིམ་ཅང་ཨན་དང་ནི་ཁོ་རང་གི་བུ་མོ། ནས་མ་འོངས་པར་བྱང་ཀོ་རི་ཡ་གི་འགོ་ཁྲིད་ལ་ལྟ་སྐོལ་གྱི་རྩིས་ཡོད་བསྡད་པ་དེ་འདྲ་གྱི་གནས་ཚུལ་གཅིག་ལྷོ་ཀོ་རི་ཡ་གིས་ཡང་ཡང་བཤད་བསྡད་ཀྱི་ཡོད་པ། ཀིམ་ཇུ་ཨའི། གཉིས་ཀྱིས་ནི་སྡིངས་ཆའི་སྒང་ཡ་ལྟ་གོ་ལོག་གྱོན་ལ་བོར་ལེ་ལྟར་ལྕགས་ཀྱི་ཁྲ་ཀོ་བའི་སྟོད་ཐུང་གཅིག་མཚུངས་གྱོན་ཡོད་པ་འདྲ་བོ་འདྲ་བོ་གྱོན་ཡོད་པ་ལྟ་དེ་འདྲའི་གིས་ཡང་པར་རིས་གཅིག་ལ་བགྲོ་གླེང་མང་པོ་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་བསྡད་ཤག་དེ་ནི་ཐའེ་ཝན་གྱི་བདེ་སྲུང་བློན་ཆེན་གྱི་ཨེགས་དྲ་རྒྱའི་ནང་ལོ་བསྐོས་ཡ་བྱས་པ་བྱས་ན། ད་རང་ཞོགས་པ་ནི་འདུག་ས་རྒྱ་ནག་གི་གནམ་དམག་དང་ཆུ་དམག་གཉིས་ཀྱིས་ནི་ད་ལྟའི་ཐའེ་ཝན་གྱི་ད་བདག་དབང་གི་ཐོག་ཡ་ནི་བསྐོར་བསྐྱོད་བྱས་ཡོད་པ་ལོ་རེ་ད་ཡང་ཡང་སླེད་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་གང་ལྟར། ཐའེ་ཝན་གྱི་གནམ་ཐོག་ཡ་རྒྱ་མིན་གྱི་གནམ་དམག་གི་གནམ་གྲུ་ཁག་སུམ་བཅུ་ཆིངས་ཡོད་པ་ནི་དག་ན་ཞེས་མཚོ་ཐོག་ནས་གྲུ་གཟིངས་འདི་འདྲའི་ཁ་དྲུག་ཚ་ཞིག་གླས་ཡོད་པ་དེ་ག་འདྲ་ཁོ་རང་ཚོ་གི་ས་མཚམས་ཆུ་མཚམས་བརྒལ་བྱས་གླས་པའི་གནས་ཚུལ་བཅས་བཤད་དེ་ཡི་འདུག་དེ་ནི་ད་ལྟའི་ཆ་ནས་རྒྱ་ནག་དང་ཉི་ཧོང་རྗ་པན་གཉིས་ཀྱི་པ་ར་ཡ་ད་འབྲེལ་བ་དེ་སྡུག་རུ་ཕྱིན་ཡོད་པའི་གནས་ཚུལ་དང་འབྲེལ་བའི་ཐོག་ནས་ཁ་ངོས་དང་པོ་ཡ་རྗ་པན་གྱི་སྲིད་བློན་ས་ནི་ཐ་ཀི་ཆི་གྷེ་ནི་ཐའེ་ཝན་གྱི་རྒྱབ་ལ་ལངས་བྱས་ནས་གི་དེ་བཤད་པའི་གནས་ཚུལ་དང། ཕྱིས་སུ་རྒྱ་ནག་གི་ཚོང་ལས་བློན་ཆེན་གྱིས་ཉི་ཧོང་གི་ཚོང་ལས་ཁག་བཞི་བཅུ་ཡ་དོ་དམ་བྱས་དང་ཞིབ་འཇུག་བྱས་ཀྱི་ཐོག་ནས་ད་ལྟའི་ཉི་ཧོང་གི་བཟོ་གྲྭ་ཉི་ཤུ་བཅས་འདང་ན་ཤེས་ཡོན་དེ་མིན་གྱི་ཚོང་འདྲ་མིན་སྣ་ཚོགས་ཁག་ཉི་ཤུ་སྒང་ལ་དོ་དམ་བྱེད་ཀྱི་ཡོད་པའི་གནས་ཚུལ་ཡོད་ཅེས་རེད་དེ་བཤད། ད་དེ་རིང་གསར་པ་གཅིག་ཡ་ཁྲོ་ཀིའོ་ཉི་ཧོང་རྒྱལ་ས་ཀྱི་ད་ལྟའི་རྒྱ་ནག་གི་ལས་གཞི་དེ་ལ་དགག་པ་བརྒྱབ་པ་མ་ཟད། མ་འོངས་པ་ལོ་ལྔ་གི་ནང་ཚུད་ཡ་ཐའེ་ཝན་གྱི་ཉེ་འགྲམ་ལ་ཡོད་བསྡད་པའི་ཉི་ཧོང་གི་མཚོ་གླིང་གི་ས་ཚུགས་གཅིག་གི་ཐོག་ལ་ཉི་ཧོང་གི་མ་འོངས་པ་དེའི་ཐོག་ལ་མེ་ཤུགས་འཕུར་མདའ་གོ་དྲན་བྱས་ཐུབ་བྱེད་ཀྱི་ཡིན་ཟེར་ནས་བཤད་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་སྟག་ཉི་ཧོང་གིས་དེ་ལ་མེ་ཤུགས་འཕུར་མདའ་དབོར་བ་ཡིན་ན་ཡང་རྒྱ་ནག་གིས་དེའི་ཐོག་ལ་ཁ་ལོ་སྟག་འགག་པ་ཤུགས་ཆེན་པོ་བརྒྱབ་བྱ་དོགས་ཟོན་ཆེན་པོ་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཆེན་རྩ་རྒན་མ་འོངས་པ་དེ་གི་གནས་སྟངས་དང་འབྲེལ་བའི་ཐོག་ནས་རྙོག་དྲ་ཡང་ཡོང་མ་སྲིད་པའི་མེད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནས་ད་ལྟའི་ཧོང་ཀོང་གི Apple གསར་ཁང་གི་ད་ལྟའི་གསར་འགོད་པ་གཙོ་བོ་ཇི་མི་ལའེ། ད་ཁོ་རང་ཡ་བརྩོན་འགྲེམས་ལོ་ཉི་ཤུ་གྱི་གནས་ཚུལ་བཅས་ཡོད་པ་རེད་ད་ཁོ་རང་ལ་ནག་ཉེས་འདྲ་མིན་སྣ་ཚོགས་ཁག་མང་པོ་ཡོད་བལྟས་པའི་ནང་ལོགས་ནས་ད་དཔེ་ཤག་དང་འབྲེལ་བའི་ཐོག་ནས Fraud ལ་བོར་བ་ད་གང་དག་དེ་འདྲའི་གི་ལས་གཞི་ཉིད་ཁ་ལོ། ཉེས་ཆད་ཅིག་ཡོད་པ་རེད་ད་ཁོ་རང་གིས་འདི་ཁ་ཚང་ཁྲིམས་གཏུག་བྱས་པའི་ཐོག་ནས་ཁོ་རང་དེ་ཁྲིམས་ཀྱི་རྒྱལ་ཁ་དེ་ཐོབ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་གང་དག་ཁོ་རང་ལ་བདག་དབང་ཡོད་བསྡད་པའི་ཁང་པ་དེ་འདྲའི་ཅིག་ནི་ད་ལྟའི་ཀུ་ཤུ་གསར་ཁང་ལ་བར་ཁོ་རང་སུ Apple Daily ལེགས་ལྡོག་རྒྱ་མི་གིས་དེའི་གིས་པར་སྐྲུན་བྱེད་ས་དེ་འདྲ་ཅིག་ལ་གཡག་རྒྱ་ཐ་དད་ཀྱི་ཁང་གླ་དང་བྲལ་བའི་ཐོག་ནས་ཁོ་རང་ལ་ཡང་བེ་ཤ་གི་ཐོག་ནས་ནག་ཉེས་ཅིག་བཙུགས་ཏེ་གི་ཡོབ་དྲ་ནི་ད་ལྟའི་ཆ་ནས་ནག་ཉེས་བཙུགས་ངེས་ཀྱི་ནི་དཔུང་རྟགས་ཡག་པོ་མ་རག་བའི་ཐོག་ནས་ཁོ་རང་དེའི་ཁྲིམས་དེ་ཐོབ་ཡོད་པའི་ནི་ཚོད་གཅིག་དང། ཐ་ན་ཤི་ཧོང་ཀོང་ཆེ་མཐོའི་ཁྲིམས་ཁང་གི་ཁྲིམས་དཔོན། རྗེ་རིན་མི་ཕུན་གྱིས་ད་ལྟའི་ཁོ་རང་ཡང་ནི་དངོས་སུ་ད་ཁྲིམས་ཁང་ལ་བཅའ་བྱས་ཨ་ནི་དུ་ས་བྱས་གོ་གི་མེད་པ་ད་ཁོ་རང་གིས་ཁྲིམས་ཚང་མ་ཁོ་རང་གིས་ཁྲིམས་རྩོད་པས་གིས་བྱས་བསྡད་ཡོད་ན་འགྲིག་ཡོད་པ་དེ་འདྲའི་གིས་ཡང་སྐུ་དབང་ལ་འོར་བའི་དམིགས་བསལ་སྤྲད་ཡོད་པས་ནི་ཚོས་བཅད་རེད་དེ་བཞག་ད་ནི་རྒྱ་གར་སྲིད་བློན་ཤི་རི་ནར་ནྡ་མུ་དྷི་མཆོག་ནི་ད་ལྟའི་ཨི་ཟི་རེལ་ལ་ཉི་མ་གཉིས་ཀྱི་འཚམས་གཟིགས་དང་འབྲེལ་བའི་ཐོག་ནི་ཁ་ཚང་ཨི་ཟི་རེལ་གྱི་གྲོས་ཚོགས་ཡ་གཏམ་བཤད་གནང་ཡ་གི་ལས་གཞིའི་སྐབས་སུ་ད་ལྟའི་ཨི་ཟི་རལ་གྱི་སྲིད་བློན་པན་ཇེ་མ་ནི་ཏིན་ཡཱ་ཧུ་རེ་དྭགས་ན་ཤི་གྲོས་ཚོགས་ཚོགས་གཙོ་ཨ་མིར་ཨོ་ཧ་ནཱ་གྱི་གཏམ་བཤད་སྐབས་སུ་ཁ་བརྡའི་ཚོགས་པའི་ཚོགས་མི། གྲོས་ཚོགས་འཐུས་མི་ཆ་ཚང་ཕྱི་ལོགས་ལ་ཐོན་ཕྱིན་ཡོད་པའི་གནས་ཚུལ་གཅིག་དང། ཕྱིས་སུ་རྒྱ་གར་སྲིད་བློན་མུ་དྷི་གྱི་གཏམ་བཤད་སྐབས་སུ་ཁོ་རང་སོགས་ཡར་འཛུལ་ཡོད་པའི་གནས་ཚུལ་བཅས་རེད་ད་ཤ་དྭགས་ན་ཤི་དེའི་རྗེས་ལ་ཨི་ཟི་རལ་གྱི་ཁྲིམས་དཔོན་གྱི་གཏམ་བཤད་སྐབས་སུ་ཡང་མ་ཐོན་ཡོད་པའི་གནས་ཚུལ་བཅས་རེད་ད་ཤ་གང་དག་ཁ་བརྡའི་ཚོགས་པའི། ཁ་ལོག་སྟེ། གསལ་བཤད་བྱས་པ་བཅས་ཡ། ནི་ཁོ་རང་ཚོ་གི་ད་ལྟའི། ཨི་ཟི་རལ་གྱི་ལས་ཐོག་སྲིད་བློན་རེད་གྲོས་ཚོགས་ཚོགས་གཙོ་རེད་ཁྲིམས་དཔོན་རེད་དེ་ཚོ་ལ་དགག་པ་རྒྱག་གི་ཡོད་ངོ་ལེན་བྱེད་ཀྱི་མེད་ཟེར་བ། གང་དག་ངོ་རྒོལ་རྒྱབ་ཀྱི་ཡོད་ཟེར་བ་དེ་མ་གཏོགས་རྒྱ་གར་སྲིད་བློན་མུ་དྷི་ཡ་ང་ཚོ་གི་ངོ་རྒོལ་རྒྱག་གི་མེད་ཟེར་ནས་མུ་དྷི་གི་གཏམ་བཤད་སྐབས་སུ་ཁོ་རང་ཚོ་ཡ་ཡོང་ཡོད་པ་དང། ནི་དག་ན་ཞིག་རྒྱ་གར་སྲིད་བློན་མུ་དྷི་གིས་ཨི་ཟི་རལ་ལ་ད། རྒྱབ་སྐྱོར་བྱས་པ་ལ་འོ་རོད་ད་ག་འདྲ་རྒྱབ་ལ་ལངས་པ་དང་ད་འདྲའི་མཐུན་གྲོགས་ཡིན་པ་དེ་ཚོ་ཡང་ཁོ་རང་ཚོ་གི་རྒྱབ་སྐྱོར་ཡོད་ལབ་བྱ་ནི་ཡ་རྫུས་པ་དེ་འདྲ་གས་ནི་ཚོད་ཅལ་རེད་དེ་ཤ་ཐང་ན་ཤི་ཨིས་རལ་གི་སྲིད་བློན་བན་ཇ་མ་ནི་ཏིན་ཡ་ཧུ་དང་རྒྱ་གར་སྲིད་བློན་མུ་དི་གཉིས་ཡ་ཡོ་ཤེམ་ལས་ས་ཆ་ཤི་ཏོ་དེ་ལ་ནི་ཏུ་སི་མཉམ་དུ་ཕ་གི་ཡ་ད་ཀ་ལོར་དུག་སེལ་མཉམ་བཅོས་ཀྱི་ལས་གཞི་སྤེལ་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་རྩ་བའི་ས་ཚུགས་དེའི་གྲོགས་གཅིག་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོ་ལ་བཟོས་བཞག་པའི་ས་ཆ་གཅིག་དང་ད་དེ་ཡང་གཙོ་བོ་སྔོན་མ་དམག་ཆེན་གཉིས་པའི་སྐབས་སུ་ད་ལྟའི་ཧི་ཏི་ལར་གྱི Jewish མི་མང་པོ་ཞི་བ་ཞིག་བསད་པར་བ་ད་ཁོ་རང་སོ་ས་ཡ་དྲུག་བཙལ་ལོབས་དེ་ད་ག་ད་དེའི་གི་དྲན་རྟེན་གྱི་ས་ཆ་ཅིག་ཡིན་དེ་བཀྲ་དེ་ཡང་ད་ག་ད་ཁོ་རང་གཉིས་གྲོས་བཅད་ཐུགས་སྨོན་གནང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། དེ་ནས་རྒྱ་གར་སྲིད་བློན་མུ་དྷིས་ད་ཉེ་ཆར་དུ་ཨི་ཟི་རལ་འཚམས་གཟིགས་འགྲོ་བ་དང་འབྲེལ་བའི་ཐོག་ནས་ཡང་ནས་ཚོད་མང་པོ་ཅིག་ཡོང་པ་དང་ནས་ད་ནས་ཞེས་ད་ལྟའི་སྤྱི་ཚོགས་དྲ་རྒྱ Instagram ནང་ལོ་ཡ་ནས་འཛམ་གླིང་འགོ་ཁྲིད་དང་རྒྱལ་ཁབ་ཁག་གི་འགོ་ཁྲིད་འདྲ་མིན་མང་པོ་ཡོད་རེད་བ་དེ་འདྲའི་ནང་ལོ་ནས Follower བརྒྱད་བརྒྱ་ཡས་བ་མང་ཤོས་ནས་རྒྱ་གར་སྲིད་བློན་མུ་དྷིའི་ཆགས་ཡོད་པ་ནས་ཁོ་རང་ཡ་སད་བརྒྱ་ནས་རྒྱལ་གཏད་བྱེད་མཁན་ཆགས་ཡོད་པའི་ནས་ཚོད་བཅས་རེད་དེ་བཞག་ད་དེའི་རྗེས་ཡོང་དུས་ཨ་རིའི་སྲིད་འཛིན Trump འགྲོ་བྱས་ན་ས་ཡ། བཞི་བཅུ་སྲིད་མ་སེམས་དེ་འདྲས་ཀྱི་ཡིན་འདས་པ་དང་གང་དག་དེ་དཔལ་ཁོ་རང་ཀྲམ་ལས་ཐབས་གཉིས་གསུམ་གྱི་མ་ང་ཡིན་པ་དེ་འདྲས་ཀྱི་ནི་ཚུལ་བཅས་བཤད་བསྡད་ཀྱི་འདུག་དེ་ནི་ཨ་རི་དང་འབྲེལ་བའི་ནི་ཚུལ་ཁ་གཅིག་ཞུས་བས་ན་ད་ད་འདའི་ཨ་རི་གི US Federal Judge དང་གང་དག་ཨ་རི་གི་ཁྲིམས་དཔོན་ཁག་གཅིག་ནི་ད་འདའི་ཨ་རི་སྲིད་འཛིན་ཀྲམ་གྱི་ཨ་རི་ནི་མིའི་ཕ་ཁྱི་བོས་བཏང་ཡ་དེ་ཡས་རྒྱ་ཁབ་དངོས་གནས་ལྟ་བས་སོ་སོའི་ལུང་པ་དངོས་མ་དེ་ལ་མ་བཏང་བ་ལུང་པ་གཞན་པ་གཞན་པ་ལ་ཕ་བཏང་བྱས་ད་གི་སི་ཨ་བ་ཡུལ་ནས་གླེང་ཡས་ཅི་ན་ཡང་དེའི་ཕ་ཡང་ལུང་པ་གཞན་པ་ལ་བཏང་ཡ་རེད་རྒྱ་གར་ནས་གླེང་ཡས་ན་ལུང་པ་གཞན་པ་བཏང་ཡ་ཨ་ཕི་རི་ཀ་ནས་ཡང་ཡུག་མགྱོགས་དེ་ན་ཕ་ཀློག་དགོས་བ་ན་ལུང་པ་སོ་སོ་ཡུང་ཁོང་ལུང་པ་དེ་ལ་མ་ཀློག་བ་བྱས་བྱས་ལུང་པ་གསུམ་པ་ཅིག་ལ་ཕ་ཀློག་བཏང་ཡ་དེའི་ནོར་བ་རེད་དེ་བཏང་ཆོག་གི་མ་རེད་ལབ་བྱས་ནས་དུ་སི་ཁྲིམས་ཐག་བཅད་ཡོད་པས་ནི་བརྩོད་བྱས་རེད་དེ་བཤད་ཡིན་ནའི་ད་ལྟའི་ཁྲིམས་ཐག་འདི་ལ་ཡང་ད་ལྟའི་ཨ་རིའི་སྲིད་གཞུང་ནས་བསྐྱར་དུ་ཁྲིམས་གཏུག་བྱས་ཀྱི་ཉི་མ་བཅོ་ལྔ་གོ་སྐབས་བཅས་སྤྲད་ཡོད་པའི་གནས་ཚུལ་བཅས་རེད་དེ། ཤ་ཚ་བས་དེ་གོང་ཡས་ད་ལྟ་དེ་འབྲེལ་གྱི་རིམ་པ་ཁག་བཅས་སྤེལ་འདུག་དེ་ཡིན་ནའི་ད་ལྟའི་ཨ་རིའི་ཕྱི་དོན་ཁྲིམས་ཞིབ་ཁང་གིས་ཡང་བཀག་སྡོམ་བྱས་བྱས་ག་ད་སྲིད་འཛིན་ཁྲམ་ལ་སྐུ་དབང་བསྐྱར་དུ་རང་འཇགས་སྤྲད་པ་དེ་འབྲེལ་གྱི་གནས་ཚུལ་བཅས་བྱུང་སྟེ། ཤ། དེ་ནི་ཨ་རིའི་སྲིད་འཛིན་གཞོན་པ་ཇེ་ལྡི་བྷན་སི་ཀིས་གསལ་བསྒྲགས་བྱས་གཅིག་ཡ། ཨ་རིའི་དབུས་སྲིད་གཞུང་ནི་ད་ལྟའི་ཨ་རིའི་གི་ཕག་ཆུ་རོགས་རམ་མངའ་སྡེ་ཁག་ལ་བཏང་སྟེ་དེ་འདྲའི་གི་ཨ་རི་གོ་མོ་ས་ཡ་ཉིས་བརྒྱ་དྲུག་ཅུ་ཅིག་བཀག་གི་ཡིན་ཟེར་ནས་དེ་འདྲའི་བྱས་བྱས་སྡིག་འདུག་ད་འདི་ནང་གཙོ་བོ་བཀའ་ཡི་རྒྱུ་མཚན་དེ་ཉེ་ཆར་སྲིད་འཛིན་ཁྲོམ་གི་ཡུ་ནན་གཏམ་བཤད་སྐབས་སུ་ཨ་ནི་ད་འདི་དཔེ་ཆ་ད་ལྐོག་ཟས་ཀྱི་ངའི་ལག་འོག་རེད་དཔེ་ཆ་འདྲ་མིན་སྣ་ཚོགས། བེད་སྤྱོད་བཏང་པ་དེའི་གི་ཐོག་ལ་དམག་རྒྱག་གི་ཡིན་ལབ་པ་ན་ཞེས་དེའི་གི་ལས་གཞི་དེ་སྤེལ་བསྡད་ཀྱི་ཡོད་པ་རེད། ད་དེའི་ནང་ལོ་ཡ་ད་ལྟའི་དམངས་གཙོ་ཚོགས་པའི། མངའ་སྡེ། གཞུང། བསྐྱངས་བསྡད་པ་དེ་ཚོའི་ནང་ལོ་ལ་དོ་དམ་ཁྱིམ་པོ་གཅིག་ཡ་ཀལི་ཧྥོ་ནི་ཡ། མེ་ཡ་ནི། མེ་སི་ཆུ་སིས་རེད་ད་ནི་ཤེས་མེ་ནོ་སི་ཀྲ་ཨན་མེ་ནོ་སི་ཀྲ་ནང་ལོགས་ཡིན་ན་སུ་མཱ་ལི་ཡ་གི་སྐྱིད་སྡུག་ཚོགས་པ་ལ་ད་བེ་ཤག་མང་པོ་ཞུ་དྲུག་ཡོད་པ་དེ་ལ་སའི་ཅུར་ཀུ་སི་མར་བི་ལིན་ཅུར་ཀུ་སི་གི་ད་ལྟ་བར་དུ་ཁོང་ཚོའི་འདྲ་མིན་སྣ་ཚོགས་བྱས་བྱས་ཧྥུ་རོ་ཏི་ལོགས་ར་ད་གང་ད་བེ་ཤག་བེད་སྤྱོད་ནོར་བ་བཏང་ཡོད་པ་དེ་གི་ཐོག་ལ་བཀག་སྡོམ་བྱེད་ཀྱི་ཡོད་པ་དེ་འདྲ་གི་གནས་ཚུལ་བཅས་བཤད་དེ་གི་འདུག་ཁྱེད་ཚང་གི་ད་ད་ནི་དབུས་གི་དཔལ་འབྱོར་ས་ནི་མངའ་སྡེ་ལ་བཏང་ཡ་དེ། དམངས་གཙོ་ཚོགས་པའི་གཞུང་ཡོད་ད་ས་མང་པོ་ཅི་ལ་བཀག་སྡོམ་བྱས་བྱས་ད་གང་ད། ད་ལྟའི War on Fraud ལན་ད་འདི་གི་ལས་གཞི་དེ་སྤེལ་བྱས་ཨ་རིའི་མི་མང་གི་མགོ་ཁྲེས་ཡ་རུ་བཤད་པ་དེ། ནི་བེད་སྤྱོད་གང་བྱུང་ལ་བཏང་ན་འགྲིག་གི་མ་རེད་ཟེར་བ། ནི་དེ་ཁོ་ཚེ་དོན་གི་བེད་སྤྱོད་བཏང་ཡ་མ་གཏོགས་ནི་མི་འདྲ་མི་འདྲ་ལག་པ་ལ་སྤྲོད་ན་འགྲིག་གི་མ་རེད་ཟེར་བྱས་གང་ད་ཁོ་རང་སོགས་ཀྱི་དོ་དམ་བྱས་ཀྱི་ལས་གཞི་བཅས་རེད་དེ་བཤད། འདི་ནི་ཨ་རིའི་སྲིད་འཛིན་ཀྲུམ་གྱིས་མེག་སི་ཀོ་གི་སྲིད་བློན་ཡང་ཁ་པ་བརྒྱབ་བྱ་སྐད་ཆ་བཤད་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཏེ་འདི་གཙོ་བོ་ད་ལྟའི་མེག་སི་ཀོ་གི་སྲིད་བློན་གྱིས་གསལ་བཤད་བྱས་བྱས་པ་བྱས་ན་སྲིད་འཛིན་ཀྲུམ་གྱི་ཁ་པ་ཀླད་སོང་ཟེར་ན་སྐད་ཆ་དེ་ང་ཚོ་སྐར་མ་བརྒྱད་རིང་འདུག་ས་སྐད་ཆ་བཤད་ཡོད་པའི་གནས་ཚུལ་བཅས་དང་གཙོ་བོ་ངེད་ཅག་མེག་སི་ཀོ་གི་ད་ལྟ་ནིའུ་རྒྱ་ནེར་ཤན

ཨ་རི་དང་མེག་སི་ཀོ་གི་པ་ར་ཡ་ཐག་གཅོད་གཙང་མ་ཟིན་པ་གཅིག་ལ་ཡ་ཨ་རི་གི་དམག་མེག་སི་ཀོ་ནང་ལོག་ལ་བཏང་བྱ་མ་རྒྱག་ཡ་མེད་པ་དང་ད་ལྟའི་མེག་སི་ཀོ་གི་ཉེ་ཐག་གཙོ་ངན་གི་རུ་ཁག་ཡ་དུ་སི་དམག་རྒྱབ་པའི་སྐབས་སུ་ཨ་རི་གི་ཕྱི་ལོག་ནས་ནུས་ཚོད་མཁོ་སྒྲུབ་བྱས་བྱ་རོགས་རམ་བྱས་ཡོད་པ་དེ་གི་འབྲེལ་བ་དེ་ཡོད་དེ་པ་དེ་འདྲ་གའི་གནས་ཚུལ་དཔྱད་བཤད་བྱ་ད་ག་ད་ཅི་ངས་གནས་ཚུལ་གཞན་གཅིག་ནང་ལྟ་ཡ་ལ་ད་ལྟའི་མེག་སི་ཁོ་གི་ནིའུ་ཇེ་ནེ་རེ་ཤན་ཇེ་ལེ་སི་ཁོ་ཁ་ཐལ་རུ་བ་ད་ག་འདྲ་དེ་ཡིན་ཉེ་ད་བཙོང་སྡིག་ངན་གྱི་ཇག་པའི་རུ་ཁག་དེ་གི་གྱག་དཔོན་ཨེལ་མན་ཆོས་ད་ཁོ་རང་ལ་རྒྱུ་རིང་པོ་ཅིག་རྩད་གཅོད་བཏང་དེ་ཡོད་པ་འདྲ་ད་ཁོ་རང་རྩད་གཅོད་བཏང་ཁོ་རང་ཟིན་མེད་ཀྱི་ཆེད་དུ་ནི་འཐད་མེད་པ་ད་ཁ་ཚང་ཁོ་རང་གི་དགའ་རོགས་བུ་མོ་ཅིག་ཡོད་པ་འདྲ་ད་འདི་ཡིན་པ་ཧ་གོ་བྱས་འདིའི་བུ་མོ་འདི་ལ་རྗེས་འདེད་བྱས་པའི་རྗེས་ལ་ནི་ཁོ་རང་གཉིས་ཐུག་འཕྲད་བྱས་ཀྱི་དུས་ཚོད་ཅིག་ལ་ནི་འདུག་ས་གཏུག་བྱས། མ་རྒྱ་ཐུག་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནི་ཨ་རིའི་སྲིད་འཛིན་ཀྲུམ་གྱི་སྲིད་གཞུང་ནི་ད་ལྟའི་ཝེ་ནེ་ཛེ་ལ་ངོ་ཕྱོགས་ནི་ད་ལྟའི་ཝེ་ནེ་ཛེ་ལ་གྱི་སྲིད་འཛིན་ནི་ཁུ་ལཱས་མཱ་ཏོ་རཱ་དང་ནི་ཁོ་རང་གི་བཟའ་ཟླ་གཉིས་ད་ནི་ད་ཨ་རིག་གི་བཙན་བཟུང་བྱས་བཞག་ཡོད་པ་རེད་ད་ཁོ་རང་གཉིས་ཁྲིམས་གཏུག་དང་འབྲེལ་བའི་ཐོག་ནི་ཁོ་རང་གཉིས་ཀྱི་ཁྲིམས་རྩོད་པ་ལ་ཝེ་ནེ་ཛེ་ལ་ནས་ཚུར་དཔེ་ཆ་བཏང་གི་ཡོད་པ་དེའི་དཔེ་ཆ་ཏང་ཡག་གི་བརྒྱུད་རིམ་དེ་དང་པོ་ཨ་རིག་གི་ཏང་ཕྱོགས་ཡག་གི་སྐད་ཆ་ཅི་ཤེས་ཡོད་པ་དང་ཨ་ནི་ཕ་ནི་ཚོ་ཏང་ཡག་གི་དེ་བྱས་ཡོང་དུས་གློ་བུར་དུ་ཏང་མ་བཅུ་བ་བྱས་བྱ་དཀའ་ཡོད་པའི་ནི་ཚོའི་དཔྱད་བཤད་དེ་འདུག་ད་ག་འདྲ་དེའི་དཔེ་ཆ་ཏང་ཡག་དེ་ག་རེ་བྱས་ནས་དཀའ་ཡིན་མིན་དེ་ད་འདི་ཡག་པོ་གཅིག་ལེན་འདེབས་བྱས་མེད་པའི་ནི་ཚོའི་གཅིག་དང་ཨ་ནི་འབྱུང་འགྱུར་བའི་ནི་ཚོ་ལ་སྲིད་འཛིན་ནི་ཁོ་ལ་མ་དུ་ར་སི་ཀི་ཁྲིམས་ཀྱི་ཐད་བལ་སྐོར་ཁྲེ་རིང་ལགས་ར་ཁྲིམས་ཁང་ལ་འགྲོ་ནས་སྐད་ཆ་གཉིས་པ་བཤད་དེ་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་དྲུག་ཉིས་སྟོང་གཉིས་རྩ་དྲུག་ལ་ཁེལ་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནི་ད་ལྟའི་ཆ་ནས་ཨི་རན་དང་ཨ་རི་གཉིས་ཀྱི་དམག་འཁྲུག་དང་འབྲེལ་བའི་ཐོག་ནས་ད་ག་ཟླ་ཨ་རི་གིས་ཨི་རན་ཐོག་ལ་དམག་རྒྱག་ཡ་གི་གྲ་སྒྲིག་དང་ད་དིག་རེ་ཡང་སེ་བཏང་གི་ཡོད་པ་རེད་དེ། ད་ད་འདི་རྒྱ་ནག་གི་བར་སྣང་ཁམས་ནས་པར་རྒྱ་བ་ལོག་སེ་ཏྲ་ལེད་ཀྱི་བརྒྱུད་ནས་ཞིབ་འཇུག་བྱས་པའི་ཐོག་ནི་ཨ་རིག་གི་དམག་སྒར་ས་གནས་གནད་འགག་གོ་བ་གོ་བ་ལ་བཙུགས་ཡོད་ག་འདྲ་སེ་དེ་ཡོད་ཆ་ཚང་གི་པར་རིས་བརྙན་ལྷོའི་ཆེད་ཨ་ནི་ཨི་རན་ལ་སྤྲད་ཀྱི་ཡོད་པའི་ལོག་རེད་ད་གང་ལྟར་ནི་ཚོད་ཁུ་རུབ་བྱེད་ཀྱི་ཡོད་པའི་ནི་ཚོད་དཔྱད་རེད་ད་ཤ་ཁྱེད་ཚང་གི་ད་ལྟའི་རྒྱ་ནག་གི་ད་བར་ནམ་ཁམས་ནི་ད་ལྟའི་ཁ་ཏར་རེད་ཇོར་དན་རེད་སའུ་ཏི་ཨ་རི་བྷི་ཡ་རེད་དུས་ཚོད་ནང་ལོག་ཡ་ནི་ད་ལྟའི་ཨ་རི་གི་དམག་སྒར་དང་མཚོ་དམག་ད་ད་ག་རེ་ཡོད་པ་ཆ་ཚང་པར་དཔེ་མི་སྲིད་གི་གསལ་བོ་ས་ཆ་ཡིན་ན་གོ་བ་ཡོད་མེད་དཔེ་ག་ལོ་ང་ཚོ་ད།

ཧི་ལི་རེ་སྐྱིད་འབྲིང་ཡལ་ད་ཁ་ཚང་བསྡུ་ས་གྲོས་ཚོགས་ནང་ལོ་ཡ་མོ་རང་གི་གསལ་བཤད་བྱས་དགེ་དུས་ཚོད་ཅིག་བྱུང་ཡིན་མི་འདྲ། ད་ག་ཟླ་དེའི་ཁོ་ན་ཚོ་དེ་འདྲའི་གནས་ཚུལ་ཡོད་ངེས་མིན་ན་ཆེ་ཡ་དེ་ཚོ་ནི་ད་ལྟའི་གྲོས་ཚོགས་འཐུས་མི་ཁག་ཅིག་གི་མདུན་ལ་ད་ཁོ་རང་ཚོ་གི Testify ཡིན་ན་ཞིག་ལེགས་འདུག་ད་ག་ཟླ་ཞིབ་བཤད་བྱས་དགེ་དུས་ཚོད་སྐབས་སུ་མོ་རང་གི་ལས་བྱེད་ལོག་རེད་ད་གཏམ་བཤད་མགོ་བཙུགས་ཨེ་གི་ནང་ལོག་ཡ། ནས་མོ་རང་འདི་དང་འབྲེལ་བའི་ཐོག་ནས་གནས་ཚུལ་འབྲེལ་བ་གང་ཡང་མེད་ཟེར་བ། གང་ལྟར་ངེད་ཀྱིས་སྔོན་མ་འདི་འདྲ་ཅིག་འབྲེལ་བ་བྱེད་ཡིན་བསམ་མེད་ཀི་ད་ང་ཚོ་དྲན་པོ་ཀླད་འབྱོར་བ་འདི་འདྲ་གང་ཡང་དྲན་གི་མི་འདུག་དམིགས་བསལ་འདི་འདྲ་གས་བཀོད་ཅིག་བྱེད་མྱོང་མེད་ཟེར་བ་གང་ལྟར་ཁོ་གིས་ལས་གཞི་ག་རེ་བྱེད་ཀྱི་ཡོད་མེད་ད་ད་ལྟ་ཅིག་འཁྲུག་རྩོད་དང་འབྲེལ་བའི་ཐོག་ནས་ལོག་རེད་བུད་མེད་གཙང་བའི་དང་འབྲེལ་བའི་ཐོག་ནས་ལོག་རེད་ད་འདི་འདྲ་གི་ལས་གཞི་མང་པོ་བྱས་རུང་ང་ཁོ་འདི་འདྲ་གི་ཁྲིམས་འགལ་ཞེ་ནག་ཚ་བོ་འདི་འདྲ་ཡིན་པ་ཁའི་སྐུ་ཆེ་ཧ་གོ་མེད་ཤིང་གི་མེས་ལན་འདྲེ་ཞེས་བྱ་བའི་ནི་ཚོད་གཅིག་དང། ནི་ད་ལྟའི་སྤྱི་མཐུན་ཚོགས་པའི་ད་ལྟའི་དམངས་གཙོ་ཚོགས་པ་ལ་བོར་བའི་ད་ག་ད་ལ་སྐྱོན་བརྗོད་བྱས་པའི་ཐོག་ནས་ཨ་རིའི་སྲིད་འཛིན་ཀྲུམ་གྱི་མིང་དེ་སྲུང་སྐྱོབ་བྱས་ཀྱི་ཆེད་དུ་ད་ཁོ་ཚོ་ཚང་མ་དུ་མིང་ནང་མ་བྲུས་བྱས་སླད་ཡོང་པ་རེད་ལབ་བྱས་དགག་པ་རྒྱག་གི་ཡོད་པའི་ནི་ཚོད་ཅེ་རེད་དེ་ཤ། དེ་ནི World Economic Forum ལྟ་རྒྱལ་སྤྱིའི་དཔལ་འབྱོར་གྱི་འཆར་བཀོད་གླ་བོར་བའི་ཚོགས་འདུ་ལོ་ལྟར་ད་ལྟ Swiss ལ་འཚོགས་བསྡད་ཀྱི་ཡོད་པ་རེད་ཕྱིན་ཙང་གི་ཟླ་འདིའི་གི་ཚོགས་གཙོ Burgi Brende ལས་ད་ལྟ་ཁོ་རང CEO ཚོགས་གཙོ་ཡིན་པ་ཅིག་དང་ཁོ་རང་ཉིས་སྟོང་བཅུ་བདུན་ནས་འདི་གི་ཚོགས་གཙོ་བྱས་བྱས་ལོ་བརྒྱད་དང་ད་ཟླ་བ་ཁ་ཤས་ཅིག་བྱས་ཡོད་པའི་གནས་ཚུལ་བཅས་རེད་འདུག་ཤག་ད་ག་ཚང་ཁོ་རང་གི་མིང་ད་ལྟ Epstein File ནང་ལ་དོན་པ་ཡིན་ཙང་ནས་རང་དབང་ལྡན་པའི་ཚོགས་པ་བཅས་ཀྱིས་ཁོ་རང་དང་འབྲེལ་བའི་ཐོག་ནས་འདི་གང་ལ་ཞིབ་འཇུག་དང་ཞིབ་བཤེར་བྱས་ཏེ་ཀྱི་ཡོད་པའི་ནི་ཚོད་དཔྱད་རེད་ཤག་ནི་ད་ནི་ཆ་ནས་ཁོ་རང་ཚོགས་པ་དེ་ཀྱི་ཚོགས་གཙོ་ལ་འོ་རེད་ད་ནི World Economic Forum ཀྱི་ཚོགས་གཙོ་ནི་མ་དགོངས་པ་ཞུས་ཡོད་པའི་ནི་ཚོད་དཔྱད་རེད་ཤག་དེ་ནི་ཨ་རི་སྲིད་འཛིན Trump ཀྱི་ཁ་ཚང་ཨ་རི་ཀྱི Union Speech ལ་འོ་རེད་ད་གང་ལྟར་ཨ་རིའི་དབུས་ཀྱི་གཏམ་བཤད་ནང་ལོ་ཡ་སྐད་ཆ་བཤད་པའི་སྐབས་སུ་ད་ལྟའི་ཨ་རི་ཀྱི་ཉེ་ཆ Venezuela ཀྱི་སྲིད་འཛིན་བཙན་བཟུང་བྱས་པ་དང་འབྲེལ་བའི་ཐོག་ནས་ཐེ་ཕུར་གནམ་གྲུ་དང་ངལ་ཅལ་གྱི་ད་གནམ་གྲུ་ཡར་གནོད་སྐྱོན་བྱུང་ཡོད་པ་ནི་བློ་སྟོབས་ཆེན་པོ་བྱས་བྱས་མ་བབས་པའི་ཐོག་ནས་གང་དག་ཝེ་ནེ་ཛེ་ལཱ་གྱི་སྲིད་འཛིན་བཙན་ཁྲིད་བྱས་བྱས་ནས་ཚུར་ལོག་ཐུབ་པ་དེ་ཡང་ནི་ཁོ་རང་གི་ད་ག་ལོ་རྗེས་བྱེད་དཔའ་བོ་ལགས་རེད་པས་འོ་ན་ད་ཁོ་རང་གིས་སེམས་ཤུགས་ལྷག་བསམ་ལ་ནི་དུ་ས་ཟིང་དག་ཆ་ཡོད་པའི་ནི་ཚོད་ཅིག་རེད་དེ་ཤག། དེ་ནས་འཛམ་གླིང་ད་ལྟའི་བཟོ་གྲ་ཁག་འདྲ་མིན་གཅིག་སྟོང་བརྒྱད་བརྒྱ་གི་ད་ལྟའི་ཨ་རིའི་སྲིད་གཞུང་ཡ་ནི་ཁྲིམས་གཏུགས་བྱས་ཡོད་པ་ད་དེ་གཙོ་བོ་ཉེ་ཆར་སྲིད་འཛིན་ཁྲི་རམ་གྱི་སྒོ་ཁྲེགས་རྒྱབ་བྱས་ད་རྒྱ་ཁབ་མང་པོ་ཅིག་རེད་ཚོང་ལས་མང་པོ་ཅིག་ལ་སྒོ་ཁྲེགས་ཤུགས་ཆེན་པོ་རྒྱབ་རོ་ད་དེ་གི་དཔེ་ཆ་ཕར་མ་སྤྲད་བཤད་རྒྱོ་དེ་ཚོ་མ་ཕྱིར་ལོག་བྱས་དགོ་གི་ཡོད་ལས་ཆ་ཁྲིམས་གཏུགས་བྱེད་ཀྱི་ཡོད་པའི་ནི་ཚོད་ཅིག་རེད་དེ་ཤག་བཟོ་གྲྭ་གཅིག་སྟོང་བརྒྱད་བརྒྱ་ལ་ད་རིས་ཀྱི་མ་ཕྱི་ལོག་བྱེད་དགོས་ཀྱི་ཡོད་ན་འབྲོག་གླ་སྦི་ལན་བརྒྱ་དང་སུམ་ཅུ་ལོག་དགོས་ཀྱི་ཉེན་ཁ་ཆགས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཨ་རིས་ཀྱི་ད་ལྟའི Air Force ལག་རྣམ་དམག་གི་གནམ་གྲུ་ཁ་ལོ་བ་ལག་བར Pilot Gurlitt Eddy Brown Junior ལས་བཟོ་ད་གང་ལྟར་ཁོ་རང་གིས་ཨ་རིས་ནི་ད་ལས་ཀ་ནི་གན་གཡོག་ཞུས་བྱས་རྒྱ་ནག་གི་དམག་ལ་ནི་རྣམ་སྣང་དང་ཡན་གྱི་སྐྱོང་བརྡར་སྤྲད་པས་ན། དེ་འདི་འདྲས་ཀྱི་ཐོག་ནས་ཁོ་རང་ཡར་དུ་ས་འཛིན་སོང་བྱས་ཡོད་པའི་གནས་ཚུལ་བཅས་རེད་དེ། ཤ་ཚ་བས་ཁོ་རང་གིས་ད་རྒྱལ་ཁབ་ཀྱི་བདེ་འཇགས་ལ་བོར་བ་ན་ཀྱེ་རྒྱལ་ཁབ་ལ་ད་རྒྱལ་བཙོང་བའི་རྣམ་པ་ཀྱི་ཐོག་ནས་ལས་ཀ་བྱས་པ་རེད་གང་དག་ཁོ་རང་གིས་ཨ་རིག་གིས་ཁོ་རང་ལ་བསླབ་བཞག་པའི་སྒྱུ་རྩལ་ཆ་ཚང་རྒྱ་ནག་ལ་བསླབས་པས་ན་དེ་འགྲིག་གི་མེད་པ་འདི་འདྲས་ཀྱི་ཐོག་ནས་འཛིན་སོང་བྱས་ཡོད་པའི་གནས་ཚུལ་བཅས་རེད་དེ། ཤ་འོག་ཏུ་འཛམ་གླིང་དམག་འཁྲུག་ཁག་དང་འབྲེལ་བའི་གནས་ཚུལ་མདོར་བསྡུས་ཞུས་པ་ཡིན་ན། ད་ཐེངས་ཨ་རི་དང་ཨི་རན་གཉིས་དམག་ལོངས་གྲབས་བྱས་པའི་གནས་ཚུལ་དང་འབྲེལ་བའི་ཐོག་ནས་ད་ཁ་ཚང་དུ་ཚོགས་འདུ་རིམ་པ་གསུམ་པ་གཅིག་ཏུ་ས་སུད་ཀྱི་གྲོང་ཁྱེར་ཇི་ནི་ཝ་ལ་ཚོགས་ཡོད་པ་དང། དེའི་སྐབས་སུ་ཨ་རི་གིས་གཙོ་བོ་ཨི་རན་ཡར་བཤད་དེ་ད་ཁྱེད་རང་ཚོ་གིས་ད་ལྟའི་ཨ Nuclear ལ་ཧུར་ཐག་གང་དག་རྡུལ་ཕྲན་མཚོན་ཆ་བཟོས་ས་ཀྱི་ལྟེ་གནས་གསུམ་ཡོད་སྟབས་དེ་སྒོ་བརྒྱབ་རོགས་བྱེད་ཟེར་བ་ནི་ད་ལྟ་བཟོས་ཤ་བི་རི་དང་ན་ཆེ་བཟོས་ཆར་གྱི་ཡུ་རེ་ནི་ཡམ་ཐ་དད་ཀྱི་རྫས་འགྱུར་གཙོ་བོ་དེ་ནི་ཨ་རི་ལ་དུ་ས་རྩིས་སྤྲད་རོགས་བྱེད་ནི་དེ་བྱས་པའི་ཐོག་ནས་ང་རང་བཟོ་ལྟ་གྲོལ་འགྲིག་པའི་མཚན་རྟགས་བཀོད་ན་འགྲིག་གི་རེད་ལབ་བྱ་བཀོད་བཤད་ཀྱི་ཡོད་པ་དང་ད་ན་ཤི་ཨ་རི་གི་དམག་ཐ་དད་ཨ་ཅེ་ཤར་ཨེ་ཤི་ཡ་གི་ནང་ལོ་ཡ་ལྟ

ལྟ་དེའི་གྱི་གཏོང་ལེན་བྱས་ལ་གྲ་སྒྲིག་ཨང་གསར་གྱི་ཏུ་སུ་བོ་འདྲེན་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེ་ལྡེ་ཆགས་ལྟ་དེ་གཙོ་བོ་ཨ་རི་དང་ཨི་ཟི་རལ་གྱི་དམག་ལ་ཁ་བཏད་བྱས་ཀྱི་ཆེད་དུ་སྒྲིག་གི་ཡོད་པའི་གནས་ཚུལ་བཅས་རེ་ལྡེ་ཆགས་ད་ན་ཤི་ཨི་རན་དང་ཨ་རི་གཉིས་ཀྱི་གཏམ་བཤད་ལོག་རེ་བས། ཚོགས་འདུ་རིམ་པ་གསུམ་པའི་སྐབས་སུ་ད་ལྟའི་ཨི་རན་ཕྱི་སྲིད་ལས་ཁུངས་ཀྱི་བཤད་བྱས་པ་ཕྱིན་ན། གྷན་དྷ་བྷ་གྷེ་ཡ་ཨི་རན་གྱི་ད་ལྟའི་ཕྱི་སྲིད་བློན་ཆེན་བསླེས་ཡོད་པ་ད་ཁོ་རང་གི་ད་ལག་པ་ལ་བླ་བོར་དབང་ཆ་ག་ལ་གང་འཚམ་སྤྲད་ཡོད་པ། ནི་ད་ད་ལྟའི་ཨ་རི་གྱི་གྷི་སི་ཨི་རན་གྱི་རྡུལ་ཕྲན་མཚོན་ཆ་ཟོས་ལ་མཚམས་འཇོག་བྱེད་ཀྱི་ཡིན་ལབ་བྱས། དེའི་གི་གྲོས་མོལ་འགྲིག་པ་ཡིན་ན་ད་ག་འདྲ་དེ་གཉིས་ལ་ཨི་རན་གྱིས་ངོས་ལེན་བྱས་ལོག་རེད་བས་ད་དེ་འདྲ་གཅིག་གི་ཐོག་ལ་ཁོ་རང་ཚོ་གིས་ངོས་ལེན་བྱས་གི་ད་སྐུ་ལུང་ཡོད་ཟེར་བ་ཡིན་ནས་ད་ད་འདི་དོན་རྐྱེན་འདྲ་མིན་སྣ་ཚོགས་མང་པོ་ཅིག་བཏོན་པ་ཡིན་ཙང་ད་དེ་ལ་ནི་ཁོ་རང་གིས་ཡང་ངོས་ལེན་བྱས་ཐུབ་གི་མེད་པ་དེ་འདྲའི་གི་ཐོག་ནས་ཚོགས་འདུ་གསུམ་པ་དེ་ད་ག་འདྲ་རྒྱུགས་འབྲི་ཐུབ་མེད་པའི་རྣམ་པ་ཡིན་པ་གསལ་བཤད་བྱས་པའི་གནས་ཚུལ་བཅས་རེད་ཤག། དེ་ནི་རྒྱ་གར་གྱི་སྲིད་བློན་ཤི་རི Narendra Modi མཆོག་ད་ཁ་སང་ཉེ་ཆར་ཨི་ཟི་རེལ་ལ་ཏུ་འཚམས་གཟིགས་ཐད་བྱས་གསར་འགོད་ཀྱི་གསལ་བསྒྲགས་བྱས་པའི་སྐབས་སུ་ད་ལྟའི་རྒྱ་གར་གྱི་གྷ་ཛ་གི་ད་ལྟ་ད་ཞི་བའི་ཆ་ཤས་ལ་ཧོར་བ་ཨ་རིག་གིས་བཏོན་བཞག་པའི་ལས་གཞི་དེ་ལ་རྒྱབ་སྐྱོར་བྱས་ཆ་མ་འོངས་པ་ད་གྷ་ཛ་ཡག་པོ་ཡོང་ཡག་གི་ཐོག་ལ་ང་ཚོས་རེ་བ་རྒྱག་གི་ཡོད་གང་ལྟ། རྒྱ་གར་གྱི་ད་ལྟའི་འགྲོ་བ་མི་གྱི་ཐོབ་ཐང་དང་འགྲོ་བ་མི་གྱི་ལས་གཞི་ལ་མཐའ་གཅིག་ཏུ་རྒྱབ་སྐྱོར་བྱེད་ཀྱི་ཡོད་སླབས་བྱས་ཡང་ག་མེད་ནང་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ར་ཤི་ཡ་དང་ཡུ་ཀེ་རེན་གྱི་དམག་དང་འབྲེལ་བའི་ཐོག་ནས་ཇི་ནི་བ་ལ་ཚོགས་འདུ་བཅས་འཚོགས་བསྡད་ཀྱི་ཡོད་པ་དང་དེའི་སྐབས་སུ་ར་ཤི་ཡ་གྱི་ཕྱི་སྲིད་བློན་ཆེན་སེ་རབ་ཀི་ལ་རིབ་ལ་སྐྱེལ་འདྲི་བཅས་ཀྱི་ནང་ལོ་ཡ་ད་ཁྱེད་རང་སོགས་ཀྱི་དམག་དུས་རྒྱུགས་འབྲས་ཀྱི་དུས་བཀག་འདྲ་བོ་དེ་འདྲའི་གལ་ཡོད་རེད་བས་ན་བྲིས་མི་དྲག་ཁོ་རང་གིས་དེའི་ལན་འདེབས་ལ་ནི་དེ་ལ་དུས་བཀག་དེ་འདྲ་གལ་ཡོད་མ་རེད་ཟེར་བ། གང་ལྟར་ང་ཚོའི་དམག་རྒྱལ་དེ་ང་ཚོའི་གོ་དོན་གཅིག་ལ་བལྟ་ནས་དམག་རྒྱག་གི་ཡོད་པ་རེད། ང་ཚོའི་གོ་དོན་དེ་མ་འགྲུབ་བར་དུ་ང་ཚོ་གི་དམག

པ་ཀི་སི་ཐན་གྱི་ད་ས་མཚམས་མཁའ་སྤྱོད་ལྔ་ལ་དམག་རྒྱག་བྱས་ནས་ག་འདའི་ཁོ་རང་ཚོ་གི་ད་འདིར་པ་ཀི་སི་ཐན་གྱི་ས་མཚམས་ད་པ་ཀི་སི་ཐན་དང་ཨབ་གྷ་ནི་སི་གྷན་བར་ས་མཚམས་མང་པོ་ཅིག་ལ་རྙོག་དྲ་ཡོད་བསྡད་པ་རེད་དེའི་གི་སྒང་ལ་ད་འདའི་པ་ཀི་སི་ཐན་གྱི་དམག་མི་དེ་ས་གི་ད་དམག་ཚུགས་རྒྱབ་ས་ལ་བོར་ད་འདི་སྤྱོད་ལྔ་ས་ནི་ཁོ་རང་ཚོ་གི་གཏོར་སྐྱོན་བྱས་ཐུག་ཡོད་པ་ད་འཛིན་བཟུང་བྱས་ཐུག་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་ཐང་ན་ཤེས་པ་ཀི་སི་ཐན་གྱི་དམག་མི་ཡིན་ན་ག་ལ་གང་འཚམས་བཅས་བསད་ཡོད་པ་ད་ཁོ་རང་ཚོ་གི་བཤད་བྱས་པ་ཕྱིན་ན། མི་བཞི་བཅུ་བསད་ཡོད་པ་དང་ད་ང་ཞིག་མི་ཁག་གཅིག་འཛིན་བཟུང་ཡང་བྱས་ཐུབ་ཡོད་པ། ད་མི་གསོན་པོ་ལ་ལ་བོར་གསོན་པོ་ལ་འཛིན་བཟུང་བྱས་ཡོད་ནི་འདུག་ཟེར་བཀག་ཉར་བྱས་ཐུབ་ཡོད་ཟེར་ནས་ད་གང་དག་ཨབ་གྷ་ནི་སྟན་གྱི་ད་འདས་པ་ཀི་སི་ཐན་གྱི་ས་ཐོག་ཡ་མ་བརྒྱབ་བྱས་ད་དེ་ཁ་ཚ་སྔོན་མ་པ་ཀི་སི་ཐན་ཕག་བརྒྱ་བོར་བ་ད་དེ་གི་བརྡ་ལན་ལ་བོར་ལེན་པ་བྱས་བྱས་གང་དག་ད་འདས་ཁོ་རང་ཚོ་རྒྱལ་ཁ་ཐོབ་ཡོད་པའི་སེ་ར་པས་པའི་ནི་ཚོའི་དཔྱད་རེད་ཤག། ཐ་ན་ཆེས་ད་དེ་རིང་དུ་ས་རེ་ས་པ་སངས་ཡ་ནི་པ་ཀི་སི་ཐན་གྱི་ཨབ་གྷ་ནི་སི་ཐན་ཐོག་ལ་ནུང་ནེ་ཧོར་དངོས་སུ་དམག་རྒྱབ་བྱས་ད་ག་འདའ་པ་ཀི་སི་ཐན་གྱི་ཤེས་བྱས་བ་བྱས་ན་ད་པ་ཀི་སི་ཐན་དང་ཨབ་གྷ་ནི་སི་ཐན་དངོས་སུ་དམག་ནང་འཛུལ་བ་ཡིན་ཟེར་ནས་ཟེར་རག་བྱས་པའི་གནས་ཚུལ་དེ་འདྲའི་བཅས་ཡོད་བསྡད་པ་རེད་ཐ་ན་ཆེས་པ་ཀི་སི་ཐན་གྱི་ཕྱི་སྲིད་ལས་བྱེད་ཀྱི་ཤེས་བྱས་བ་བྱས་ན་ཨབ་གྷ་ནི་སི་ཐན་དེ་ནི་ད་ལྟའི་རྒྱ་གར་གྱི་ཁ་ལ། ཞུ་བྱས་ལགས་རེད་བས། འོ་ན་ཨབ་གྷ་ནི་སི་ཐན་འདི་ད་རྒྱ་གར་གྱིས་བཙན་བཟུང་བྱས་པའི་ཐོག་ནས་ནི་ད་འདི་ཨབ་གྷ་ནི་སི་ཐན་གྱིས་པ་ཀི་སི་ཐན་ལ་དམག་རྒྱག་གི་ཡོད་རེད་ཟེར་ན་དེ་འདྲའི་གི་ཡང་གཞི་མེད་སྐྱོན་བརྗོད་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཏི་འདི་དང་འབྲེལ་བའི་ཐོག་ནས་གནས་ཚུལ་ང་ཚོ་གསར་རྙིང་རྒྱས་པ་འདུག་མ་ཤོད་བྱས། ད་དེ་ནི་ད་ལྟའི་པ་ཀི་སི་ཐན་དང་ཨབ་གྷ་ནི་སི་ཐན་གྱི་བར་གྱི་དམག་འཁྲུག་དང་འབྲེལ་བའི་ཐོག་ནས་གནས་ཚུལ་གཅིག་ཞུས་ཡོད་པ་ཡིན་ན། ད་གཙོ་ཕལ་ཁོ་རང་སོགས་ཀྱི་དམག་འཁྲུག་བྱུང་བའི་དེའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་ཏུ་བ་ནི་ད་ལས་གཞི་དེ་མགོ་རྙོག་གྲ་ལ་འོ་རེ་མགོ་གཙོ་ཡག་གིས་ལས་གཞི་དེ་སྤེལ་ཡོད་པ་དང། ནས་ཁ་ཚང་དུ་ས་ས་ཕུ་ཕུ་ཡ། ཨབ་གྷ་ནི་སི་ཐན་གྱིས་པ་ཀི་སི་ཐན་གྱི་ས་མཚམས། ཁག་མང་པོ་གཅིག་ལ་ཡ་ད་མ་ས་ཐོག་ནས་དམའ་རྒྱབ་ཀྱི་རྙོག་དྲ་དེ་འགོ་བཙུགས་ཡོད་པ། རེས་གཟའ་པ་སངས་གི་ཉིན་མོ་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ཡ་པ་ཀི་སི་ཐན་གྱིས་ཨབ་གྷ་ནི་སི་ཐན་ཐོག་ལ་ད་ག་ད་མེ་ཤུ་འཕུར་མདའ་རྒྱབ་ཀྱི་དམག་དངོས་སུ་འཛུགས་དགོས་འགོ་བཙུགས་ཡོད་པའི་གནས་ཚུལ་བཅས་རེད་དེ་ཆབ་པ་ཀི་སི་ཐན་གྱིས་བཤད་ཆབ་བྱས་ན་ཁོ་རང་སོ་གི་ད་འདི་དམག་འདི

མ་བརྒྱབ་པའི་གནས་ཚུལ་གཅིག་དང། ནི་ད་ལྟའི་ཀ་བུལ་གྱི་ཤེས་བྱེད་བྱས་ན་ཨབ་དཀར་ནི་སི་ཐན་གྱི་ཁོ་རང་སོགས་ཀྱི་པ་ཀི་སི་ཐན་དམག་མི་ལྔ་བཅུ་ང་ལྔ། ནི་ས་མཚམས་ནས་བསད་པ་ཡིན་སི་ཐ་ན་གཞི་པ་ཀི་སི་ཐན་གྱི་ས་ཆ། ལོག་རེད་ད་ག་འདྲ་དམག་སྒར་དེ་འདྲའི་དམག་གི་ལྟེ་གནས་ཆུ་འཕྱིས་ཀྱི་དེ་འདྲ་མང་པོ་འདུག་ད་དེ་འདྲའི་མང་པོ་ཅི་བྱས་སོང་བྱས་པ་ཡིན་སི་ཐན་ནི་བཤད་བསྡད་ཀྱི་ཡོད་པ་དང།

ཉེ་འགྲམ་ལ་དེ་ལ་དུར་སྐྱོན་བྱས་ཡོད་པའི་གནས་ཚུལ་བཅས་བཤད་དེ་གི་འདུག་ཡིན་ནའི་ད་ལྟ་པ་ཀི་སི་ཐན་གྱི་ཤེས་བྱའི་བྱས་ན་ནི་ཁོ་རང་ཚོས་གི་ཨབ་གྷ་ནི་སི་ཐན་གྱི་ས་ཆ་ཁག་བདུན་ཅུ་དོན་གསུམ་ལ་ནི་དུ་གཏོར་སྐྱོན་བྱས་པ་ཡིན་ཟེར་འཕྲོ་བརླག་བཏང་བ་ཡིན་ཟེར་བ་དག་ན་ཞེ་བཅོ་བརྒྱད་ཚར་གཅིག་ནི་ཁོ་རང་སོགས་ཀྱིས་དབང་བསྒྱུར་བྱས་ཡོད་ཟེར་ནས་ད་ལྟའི་ཨབ་གྷ་ནི་སི་ཐན་གྱི་ཏཱ་ལི་བན་མི་ཉིས་བརྒྱ་བདུན་ཅུ་དུས་བཞི་བསད་ཡོད་ཟེར་ལས་བཟོ་བྲོ་བོ་ད་ལྟ་ཕ་ཡུལ་གྱི་ཐང་ག་ཁྲི་བརྒྱ་དང་བཅོ་ལྔར་གཏོར་བཤིག་བཏང་ཡིན་ལས་བཟོ་བྲོ་བོ་ད་གང་ལྟར་དེ་འབྲེལ་གྱི་གནས་ཚུལ་གཅིག་གི་ཐོག་ནི་ད་ལྟའི་ཨབ་གྷ་ནི་སི་ཐན་དང་པ་ཀི་སི་ཐན་གྱི་པ་ར་ཡ་དམག་འཁྲུག་དེ་བྱུང་བསྡད་ཀྱི་ཡོད་པ་དང་པ་ཀི་སི་ཐན་དམག་གི་དཔོན་པོ་གྱིས་བཤད་བྱས་པ་བྱས་ན་ཨ་ཧྥ་གྷ་ནི་སི་ཐན་ཁྱེད་རང་སོགས་ཀྱི་གྱི་སྐུ་རིང་ལུགས་པའི་ཚོགས་པ་ལྟ་ཁོ་ཚོ་མིང་མང་པོ་ཞིབ་ཅིག་ལེགས་འདུག TTP BLA Daish Al Qaeda འདི་ཚོ་བདམས་ཀྱི་ཡིན་པས་པ་ཀི་སི་ཐན་བདམས་ཀྱི་ཡིན་པས་སི་ཏྲ་བ་ཁྱེད་རང་སོགས་ཀྱི་ད་ལྟའི་གྱི་སྐུ་རིང་ལུགས་པ་བདམས་བྱས་ནས་འདི་ཚོ་མཉམ་དུ་ང་ཚོ་ལ་དམག་རྒྱག་གི་ཡིན་པས་ང་ཚོ་རྒྱལ་ཁབ་བདམས་བྱས་ད་ག་འདྲ་ཞི་འགྲིག་བྱེད་ཀྱིན་པའི་ལས་ད་དེ་འདྲས་ཀྱི་སྐད་ཆ་བཤད་ཀྱི་ཡོད་པས་ནི་ཚོའི་དཔྱད་རེད་འདི་ཤག་ག་འདྲ་ད་དམག་འཁྲུག་འདི། འགོ་གཙོས་ཨ་དེ་ཁྱི་ལྡན་གཉིས་པའི་ཚེས་ཉི་རྩ་དྲུག་ཨབ་གྷ་ནི་སི་ཐན་གྱི་ཚོགས་འགོ་གཙོ་བྱས་ཨ་ནི་ཉི་རྩ་བདུན་ལ་པ་ཀི་སི་ཐན་གྱི་ཕ་མ་བརྒྱབ་བྱས་ད་ག་ད་རྒྱལ་ཁབ་གཉིས་ཀྱི་པ་ར་ཡ་ད་ལྟའི་དམག་ལོངས་ཡོད་པའི་གནས་ཚུལ་བཅས་ཆགས་བསྡད་རེད་ད་ད་ལྟའི་དམག་དེ་ལ་ནི་རྒྱལ་ཁབ་ཁག་ཡང་ཁྱི་ལོ་མང་པོ་གཅིག་གི་ནི་དམག་དེ་མཚམས་འཇོག་གི་ཐོག་ལ། རེ་བ་ཞུ་གི་ཡོད་པ་འདིས་གཙོ་བོ་ད་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་དྲི་ཚབ་མའོ་ནིང་གི་བཤད་བྱ་བྱས་ན་ཁོ་རང་སུ་དཔེ་མི་སྲིད་ཀྱི་བློ་ཚབ་དང་སེམས་ཁྲལ་ཆེན་པོ་བྱེད་ཀྱི་ཡོད་ད་ལྟའི་པ་ཀི་སི་ཐན་དང་ཨབ་གྷ་ནི་སི་ཐན་གྱི་ད་གྲོང་ཁྱེར་ཆེ་ཁག་ནང་ལོ་ཡ་ཕག་སུ་དམག་རྒྱག་ཡ་གི་ད་དེ་འདྲའི་གི་ཚབ་ཆེན་པོ་སླེ་ཚར་དུས་འདི་ཉེན་ཁ་བརྗེ་པོ་ཆགས་བསྡད་ཀྱི་ཡོད་པར་སེམས་ཕྱོགས་གཉིས་ཀ་གི་མ་ལྷིང་ལ་བབ་བྱས་ནས་གང་དག་གྲོས་མོལ་བྱས་ཀྱི་ཐོག་ལ་རེད་དམག་མཚམས་གང་འཇོག་འཇོག་བཞག་གི་ཐོག་ལ་སྐད་ཆ་བཤད་བྱ་ད་འདི་ནི་ཕ་ད་འདོད་དམག་འདི་ལས་ཛབ་ཆེར་མ་བཏང་བ་ལ་འོར་བ་ད་ཁྲག་གི་འཁོར་ལོ་མ་བསྐོར་རོ་བྱེས་ལན་རེ་རེ་བ་རྒྱག་གི་ཡོད་པའི་གནས་ཚུལ་བཅས་རེད་ད་ཤ་ཐ་ན་ཤི་ཨབ་གྷ་ནི་སྟན་དང་པ་ཀི་སི་ཐན་གཉིས་ཀ་ལ་ཡོད་བསྡད་པའི་རྒྱ་ནག་གཞུང་ཚབ་ཁང་གིས་ཁོ་རང་ཚོ་གི་བརྒྱུད་ལམ་འདྲ་མིན་གྱི་ཐོག་ནས་ཨབ་གྷ་ནི་སྟན་དང་ད་ལྟའི་པ་ཀི་སི་ཐན་གྱི་དམག་དེ་མཚམས་འཇོག་ཡོང་བའི་གི་ཆེད་དུ། འབད་བརྩོན་ཧུར་ཐག་བྱེད་ཀྱི་ཡོད་པའི་གནས་ཚུལ་གཅིག་དང། ར་ཤི་ཡ་ཕྱི་སྲིད་ལས་ཁུངས་ཀྱིས་ནི་ད་ནི་ཨབ་གྷ་ནིས་ཐན་དང་པ་ཀི་སི་ཐན་གྱི་དམག་སྡེ་ནི་གང་བྱུང་འཇོག་མཚམས་བཞག་རོགས་བྱེད་ཆེད་ནི་ད་གང་དག་ཁྱིམ་མཚེས་ཡག་པོ་བྱས་ནས་བསྡད་རོགས་བྱས་ལ་ནི་རེ་བ་རྒྱག་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐ་ན་ཕྱིའི་མཉམ་འབྲེལ་རྒྱལ་ཚོགས་འགྲོ་མིའི་ཐོབ་ཐང་གི་ཚོགས་གཙོ་བ Volker Türk ལས་ཏོ་ཁོ་རང་གིས་ནི་ད་ལྟའི་རྒྱལ་ཁབ་གཉིས་ཀྱི་པ་ར་ཡ་གྲོས་མོལ་ཡོང་པའི་ཐོག་ནས་ནི་ད་ལྟའི་དམག་མཚམས་བཞག་རོགས་བྱས་ལ་ནི་རེ་བ་རྒྱག་གི་ཡོད་པའི་གནས་ཚུལ་གཅིག་དང། ཨི་རན་གྱི་ཕྱི་སྲིད་བློན་ཆེན Shaid Arbas Arghachi གྱིས་ནི་ད་ལྟའི་རབ་མཚམས་ཀྱི་དུས་ཆེན་ད་ད་ལྟ་ཁ་ཅིག་གིས་སྙུང་གླེགས་ཀྱི་ཟླ་བ་ཆགས་བསྡད་ཀྱི་ཡོད་པར་བ་ད་དུས་ཆེན་དེ་འབྲེལ་གྱི་གལ་ཆེན་པོ་ཡང་དམག་མ་བརྒྱབ་རོགས་བྱས་ཟེར་བ། ཁྱེད་རང་གཉིས་ཀྱི་པ་ར་ཡ་ད་དཀའ་ངལ་ག་རེ་ཡོད་པ་དེ་ནི་ང་ཚོའི་གི་དཀའ་ངལ་སེལ་ཐོབ་བྱེད་ཀྱི་ཡིན། ག་ད་ཨི་རན་གྱིས་རོགས་རམ་ག་རེ་བྱེད་དགོས་ནས་བྱས་བྱས་ནི་ང་ཚོ་གྲོས་མོལ་བྱས་པའི་ཐོག་ནས་དམག་མཚམས་བཞག་རོགས་བྱས་ལ་ནི་རེ་བ་རྒྱག་གི་ཡོད་པའི་གནས་ཚུལ་བཅས་རེད་བདེ་གཤེགས། ཨོ་དེ་ནི་ཁེ་ན་རྡ་གྱི་སྲིད་བློན་རྒྱ་གར་ལ་ཉི་མ་གསུམ་གྱི་རིང་མཚམས་བཞི་འགོ་བཙུགས་ཡོད་པ་ད་ག་ཚང་ཨ་རེ་ས་པ་སངས་ཡ་རྒྱ་གར་གྲོང་ཁྱེར་མུམ་སྦེ་ལ་བབས་ཚེ་ནི་ད་ལྟ་ཚོང་འབྲེལ་གྱི་ཚོགས་འདུ་ཆེན་པོ་བཅས་ཚོགས་ཡོད་པའི་གནས་ཚུལ་གཅིག་དང། ནི་ད་ལྟའི་ཁེ་ན་ཏྲ་གི་ཏཱ་གནམ་གྲུ་གི་བཟོས་གྲྭ་ཆེན་པོ་ཞིག་ཏུ་བུམ་སྦེ་ཏྲེར་ལས་བཟོས་ད་ག་འདྲ་ཁོ་རང་སོགས་ཀྱིས་ད་ལྟའི་རྒྱ་གར་ནང་ལོ་ཡ་ཏཱ་གནམ་གྲུ་གྱི་ཚོང་དེ་རེ་བ་ཆེན་པོ་བྱེད་ཀྱི་ཡོད་པ་གཙོ་བོ་ཏང་རྫུན་མའི་འཕུར་ས་ཀྱི་གནམ་གྲུ་རེད་ནས་ད་ནང་ཤི་དམག་གི་གནམ་གྲུ་རེད་ཚང་མའི་གི་ཐོག་ལ་ད་ལྟའི་ཆ་ནས་ད་ཁྲོམ་ར་ལག་རུ་པད་མི་བསད་ཡག་པོ་ཆེན་པོ་ཡོད་པའི་རེ་བ་རྒྱག་གི་པད་མི་ཚོས་བཅད་རེ་ཚེ་ད་གང་དག་དེང་སང་རྒྱ་གར་ནང་ཅིག་མིག་གི་པད་འགྱོག་ཡག་འགྲོ་ཆ་གནམ་གྲུ་འགྲོ་ངེས་དེ་མང་རུ་ཨ་ད་རྒྱ་གར་གི་ཅིག་རྒྱ་ཁབ་ཡིན་ན་རྒྱ་ཁབ་ཆེན་པོ་དེ་དེ་འདྲའི་ཆུ་ནང་ནས་གནམ་གྲུ་དེ་མ་འོངས་པ་ཚོང་ཆེན་པོ་ཡོང་ས་རེད་བསམ་ཆ་རེ་བ་རྒྱག་གི་ཡོད་ཟེར་ནས་ད་ནང་ཤི་རྒྱ་གར་ལ་ད་ཁོང་ཚོ་གི་གནམ་གྲུ་གི་ཚོང་དེ།

རྒྱ་ལག་འུར་ངེས་དེ་འདྲ་ཅིག་ནང་ལོག་ལ་སྟབས་བདེ་ཆགས་ཁྱེད་ནི་གནམ་གྲུ་ཕིར་འགྲུག་ཡོད་པ་འདྲ་གནམ་ཞལ་ཡག་པོ་མེད་པའི་ཐོག་ནས་གནམ་གྲུའི་བརྡབ་སྐྱོན་བྱུང་བྱས་ནས་གནམ་གྲུ་ལ་མེ་སྐྱོན་བྱུང་ཡོད་པ་དང་ད་གནམ་གྲུ་མེ་སྐྱོན་བྱུང་ཡོང་སྟེ་དེ་ལ་ཉེ་འཁོར་གྱི་མི་མང་པོ་ཅིག་ལྟ་ག་ཡོང་ཨ་ནི་གནམ་གྲུ་གང་ས་དཔེ་ཤ་ཡི་ཁང་དེ་ཡོད་པ་ཡིན་ས་ད་དཔེ་ཤ་མང་པོ་ཅིག་དམག་བརྒྱབ་ནས་མི་དེ་ཚོ་གི་གྲོས་འགྲོ་གི་ཡོད་པ་ད་ག་ད་གནམ་གྲུ་ནང་ལོག་ཡ་ལི་བྱས་དང་ད་གནམ་གྲུ་བཏང་ངེས་དང་དེ་འདྲ་བྱས་ནས་ག་ད་དམག་མི་བཅོ་ལྔ་ཡོད་པ་འདྲ་ཨ་ནི་ཆ་ཚང་དེ་རོང་སུ་ཕྱིན་ཡོད་པའི་གནས་ཚུལ་བཅས་རེད་དེ་ཤ།

སྐད་གདངས་བྱས་ནས་ད་ལྟའི་གྲོས་ཚོགས་འཐུས་མི་གི་གཏམ་འགྲམ་ལ་འདུག་ས་ཁོ་རང་ལ་དྲི་རྩད་བྱས་ཡོད་དྲག་ནས་ཁོ་རང་གིས་ད་རྡོག་རྡོག་བཤད་བསྡད་ཡ། ཁོ་རང Epstein མཉམ་དུ་འབྲེལ་བ་ཡོད་པའི་སྐབས་སུ་ཁོ་དེ་འདྲ་གི་ནག་ཉེས་གང་ཡང་ཡོད་མ་རེད་ཟེར་བ། ཁོ་རང་ལ་ད་ཅི་འདྲ། ངོ་མ། ཉིས་སྟོང་བརྒྱད་གི་ནག་ཉེས་བྱུང་པའི་རྗེས་ནས་ང་ནི་ཁོ་ལ་འབྲེལ་བ་ཧོར་བྱེད་མྱོང་མེད་ཟེར་བ། ག་འདི་ཨེབ་སི་ཏིན་གྱིས་ད་ལྟའི་བུད་མེད་དེ་མང་པོ་ཅིག་ལ་བཙན་གཡེམ་བྱས་པ་མི་ལ་བཙོངས་པ་ག་རེ་བྱས་ཡོད་ན་དེ་ཚོ་ཚང་མ་ནི་ཚད་ལས་བརྒལ་བ་རེད་སྟབས་མི་བུ་མོ་དེ་ཚོ་ལ་ངེད་ཀྱིས་ག་ལོར་ཁོ་ཚོ་ལ་ད་དྲང་བདེན་ལྐུགས་ཡོད་གཅིག་པུ་ལེགས་མེད་ཟེར་བ་ཁོ་ཚོ་ལ་རོགས་རམ་དང་ཁོ་ཚོ་གྱི་དཀའ་ངལ་ག་རེ་ཡོད་པ་དེ་ཚོ་སེ་ཐུ་ཡ་ད་རྒྱལ་ཁབ་ཀྱི་ངོས་ནས་ལ་འོ་རོགས་ཁོ་ཚོ་ལ་ཡིད་གཟབ་གོས་གཟབ་ག་རེ་བྱེད་དགོས་ན་དེ་ཚོ་ཚང་མ་བྱས་དགོས་གོ་རེད་ཟེར་བ་དེ་སྤྲད་དགོས་གོ་རེད། དེ་མ་གཏོགས་ངའི་གི་ད་ལྟ་བར་དུ་ཨེབ་སི་ཏིན་མཉམ་དུ་འགྲོ་ཆས་ནུས་འདུས་བཟོས་བཞག་པ་གས་སྐུ་ཆི་མེད་ཟེར་བ། ཨ་ཁོ་གི་དེ་འདྲའི་འདྲ་མི་རེ་བྱས་པ་ངས་གོ་མ་སོང་མཐོང་མ་སོང་ཟེར་ར་མཐོང་པས་ན་ང་འདི་ཉིན་མོ་ཁ་བཙུམ་ནས་བསྡད་གི་མ་རེད་གང་ལྟར་ཁོ་རང་ཡ་ན་དེ་བཙུགས་ཐུབ་པ་བྱས་ཆ་ནས་ཁོ་རང་ལ་ཉེས་ཆད་ཕོག་པ་ངས་བྱེད་གི་རེད་ཟེར་བས་ན་ངས་གི་དེ་འདྲ་བཤད་མ་སོང་ཧ་གོ་གི་མེད་ཟེར་ལབ་བྱ་གང་ལྟར་མཐའ་གཅིག་ཏུ་ངོས་ལེན་བྱེད་ཀྱི་མེད་པའི་གནས་ཚུལ་བཅས་རེད་དེ་ཆར་ཁོ་རང་ཨེབ་སི་མཉམ་དུ་འབྲེལ་བ་བྱུང་བའི་དེ་ད་ཉིས་སྟོང་བརྒྱད་ཀྱི་གོང་ལ་འབྲེལ་བ་ག་རེ་ཡོད་དེ་པ་དེའི་མ་གཏོགས་དེའི་རྗེས་ལ་མེས་ལ་ནི་གཙང་མ་བཟོས་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནས་ད་ད་འདི་ཨ་རི་དང་ཨི་རན་གཉིས་ཀྱི་དམག་འཁྲུག་དེ་ད་དེ་རིང་ནི་ལངས་ཚབ་རེད་ས་སྤེན་པ་ད་ད་ཨ་རི་གིས་ཨི་རན་ཐོག་ཡ་དུས་དམག་རྒྱབ་བྱས་ག་ད་ཤས་གཅིག་ལ་ཕ་ཡིག་གི་སློབ་གྲྭའི། བུ་མོའི་སློབ་གྲྭ་བཅས་ཀྱི་ཉེ་འཁོར་ལ་གཏོར་སྐྱོན་ཤུགས་ཆེན་པོ་བརྒྱབ་ཅིང་ད་ལྟ་ཆེས་སློབ་ཕྲུག་ཉིས་རྩ་བཞིའི་ཤེས་བྱ་ལ་ངན་བྱས་འདུག་ད་ད་ནི་ལྔ་བཅུ་ཟས་བྱ་ལ་ངན་བྱས་འདུག་ད་གང་ལྟར་ཨ་རི་དང་ཨི་རན་གཉིས་མ་ལངས་ཚར་རེད་ད་ནང་བཞིན་ཨི་རན་གྱིས་ཨ་རི་གྱི་དམག་སྒར་ད་ལྟ་ཡུ་ཨེ་ཨི་རེད་ད་ནང་བཞིན་སྦར་ཧེམ་རེད་ཁ་ཐར་རེད་ཨ་ནི། ཕ་གི་ཨི་ཟི་རལ་གྱི་ཉེ་ཕྱོགས་ནི་དང་ཏུར་ཀི་གི་ནི་ཉེ་ཕྱོགས་དང་དུ་བ་ག་བ་ཡོད་ས་ཚང་མ་ལ་ནི་ཨི་རན་གྱིས་གཏོར་སྐྱོན་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཡོད་ནི་ད་ཁ་ཚང་ས་པ་སངས་ཡ་ཨ་རིའི་སྲིད་འཛིན་ཀྲམ་ནི་ཨ་རིའི་རྒྱལ་ས་བྷ་ཤིན་ཏོན་ཏི་སི་ནས་ཏྲེག་སིས་ལ་འཕུར་བའི་སྐབས་སུ་དམག་འཕུར་གོང་ལ་ས་འཇུག་གི་ལན་འདེབས་སྲིད་འབྱོར་གྱི་ད་དྲི་བ་ལ་ལན་འདེབས་བྱས་པའི་སྐབས་སུ་ནི་ང་ད་ལྟའི་ཨི་རན་གྱི་ད་བཀའ་མོལ་ག་རེ་བྱུང་བ་དེ་དགའ་བོ་ཞེ་དྲག་བྱུང་མ་གསུངས་ཟེར་བ་ང་འདོད་པ་གང་མ་གསུངས་ཟེར་བ་ཡིན་ནི་ད་ལྟའི་ཨ་རིའི་གྱི་གཙང་མ་ཤས་གཅིག་ལ་ཡི་ང་ཚོའི་གྱི་ཨ་རིའི་གྱི་ད་དགོས་དོན་གཙོ་བོ་དེ་ཨི་རན་གྱི་རྡུལ་ཕྲན་མཚོན་ཆ་བཟོས་ཆོག་གི་མ་རེད་ཟེར་དེ་གཙང་མ་ཡིན་ཟེར་བ་དེ་གང་ལ་འགྱུར་བ་གང་ཡང་མེད་ཟེར་བ་ང་གཞན་པ་སྐད་ཆ་ག་རེ་བཤད་ནས་སྐད་ཆ་བཤད་ནི་ཐག་གཅོད་བྱུང་ཐུབ་པ་ཡིན་ན་ཡག་ཤོས་རེད་ཟེར་མ་རྒྱག་མ་གོ་བ་ཡིན་ན

ཏི་གྷ་ནྡ་ཨ་རི་དང་ཨི་རན་གྱི་པ་ར་ཡ་དམག་འཁྲུག་ཅེས་ལོང་བྱ་ཅེ་ཤ་ཨེ་ཤི་ཡ་གི་ནང་ལོ་ཡ་ཏ་དམག་འཁྲུག་ཅེས་ལོང་བས་ན་ཏཱ་ཏིའི་དམག་རྒྱུ་རིང་པོ་དང་ནི་ཛོ་ཡ་མེ་ཀྱོག་གི་དེ་འདྲའི་ཉེན་ཁ་འབྱུང་སྲིད་ཀྱི་རེད་ཟེར་བ་ཁྱེད་ཚང་གིས་ད་དེ་འདྲའི་མེད་པ་ཡིན་ན་ཡག་ཤོས་རེད། རྩ་བའི་ཨ་རི་གྱི་གོ་དོན་དེ